ལོ་རྒྱུས་བཅུ་བཞི་པ་ཡི་ལེའུ་ལྔ་པ། ད་ལྟ་ང་ཚོ་རུ་ཏུ་ལ་བཟའ་ཟླ་ཞིག་བྱུང་བའི་ལོ་རྒྱུས་དེ་ལྟ་གི་ཡིན། ནས་ཁ་ཤས་ཡི་རྗེས་སུ་ནའོ་མི་གྱིས་རུ་ཏུ་ལ་ལབ་པ། ད་ཁྱེད་རང་ཡང་བྱ་གཞས་ཤར་བའི་ཆེད་དུ་ངས་ཁྱེད་ལ་བཟའ་ཟླ་ཞིག་བལྟ་རོགས་བྱེད་དགོས། ཁྱེད་ཀྱི Boss རྣམས་དང་ལས་ཀ་བྱས་པ་རེད་ཁོང་ནི་ང་ཚོ་ཡི་ནོར་མོ་ལ་ལྟ་རྟོག་བྱེད་མཁན་ང་ཚོ་ཡི་དཔེ་འཇའ་རེད་དེ་རེད་དགོངས་དག་ཁོ་སྙི་མ་གདོང་ས་ལ་བསྡད་གི་རེད། དེ་ནས་ཁྱེད་ཀྱི་གཟུགས་པོ་དྲི་ནི་ལི་ལ་དྲི་ཞིམ་ལྡན་པའི་སྙུག་བྱུས་ཤིང་དུ་ལོ་ཡག་པོ་ཞིག་གོན་ནས་སྙི་མ་གདོང་ས་ལ་སོང་ཞིང་འོད་ཀྱང་ཁོ་བཟའ་བཏུང་བྱས་མ་ཚར་བར་དུ་ཁྱེད་རང་དེ་ལ་སླེབས་ཡོད་པ་དེ་ཁོང་ལ་ཤེས་དུ་མ་བཅུག། ཁོང་ག་པ་ལ་གནས་འཁུར་གི་ཡོད་པ་མི་བལྟ། ཁོང་གནས་འཁུར་ཚར་བའི་རྗེས་སུ་ཁོང་གི་སྐོམ་པ་རྩ་ཆེ་ནས་ཁོ་བའི་ནད་ཆེན་དེ་སོ་སོ་རང་གིས་གོན་ནས། དེའི་རྗེས་སུ་ཁོང་གིས་ཁྱེད་ལ་གང་བྱེད་དགོས་པ་དེ་ལབ་གི་རེད་ཞེས་སྨྲས་སོ། རུད་ཀྱི་ལན་དུ་ཁྱེད་ཀྱིས་གང་གསུངས་པ་དེ་ངས་བྱེད་ཀྱི་ཡིན་ཞེས་ཤོད་པ་དང་དེ་ནས་ཁོང་ནད་ཀྱི་སྣེ་མ་གདོང་ས་ལ་ཕྱིན་ནས་སོ་སོ་རང་གིས་རྒྱུ་མོ་ཡིས་གང་གསུངས་པ་དེ་ནང་བཞིན་བྱས་པ་རེད། བོ་ཨ་ཟས་བཟའ་བཏུང་བྱས་ཟིན་པ་རྗེས་སུ་དགའ་སྤྲོ་ངང་ནས་ཟིན་འབྲུ་རིའི་ཕུང་ཤ་ཡོད་པའི་ཟུལ་དུ་ཕྱིན་ནས་དེ་ལ་གནས་པ་དང་དེ་ནས་རུ་ཐུ་ཀ་ལས་ཕྱིན་ཏེ་ཁོང་ཡི་རྐུན་པོ་ཡི་ཕྱོགས་སུ་ནས་ཕྱིན་ཏེ་ཡར་བལྟས་ཏེ་དེ་ལ་འཛུལ་ནས་ཁོའི་སེམས་མི་གནས་པ་རེད། མཚན་ལ་བོ་ཨ་ཟས་གློ་བུར་དུ་གནས་བསྲེས་ནས་ཨ་ལོ་བརྗོད་པའི་སྐབས་སུ་བུད་མེད་ཅིག་དེ་ལ་གནས་ཁུག་སྡད་ཡོད་པ་མཐོང་བ་རེད། ཡམ་སྲས་ཀྱེ་དེ་ཁྱེད་རང་སྲས་ཡིན་ནམ། མོ་ཡེ། ང་རུ་ཏི་ཡིན། ཁྱེད་ནི་ང་ཚོ་ཡི་དཔེ་འཇའ་ཡིན་ཙམ་ང་ལ་ལྟ་རྟོག་བྱེད་བའི་ཁྱེད་ལ་ལན་འགེལ་ཡོད། དེ་བས་ན་ཁྱེད་ཀྱིས་ང་ལ་རང་གི་བཟའ་ཟླ་ལེན་རོགས་ཞེས་ཞུས་པ་རེད། ཁོས་ཡ་ཧོ་ཝཱ་དཀོན་མཆོག་གིས་ཁྱེད་ལ་བྱིན་རླབས་གནང་བར་ཞུ། ཁྱེད་ཀྱིས་མི་གཞོན་པ་ཁྱི་ཕོ་དང་སྤང་རྒོད་རྗེས་སུ་མ་འགྲོ་བར་རང་གི་རྒྱུ་མོ་དང་ང་ཚོ་ཡི་ནང་མི་ལ་དཔེ་ཡག་པོ་བྱས་ཡོད། བུད་མེད་ལ། གཞན་སྣང་མ་བརྗེད་ཁྱེད་ཀྱིས་གང་སྨྲས་པ་དེ་བཞིན་དུ་ངས་བྱས་ཆོག། ཁྱེད་རང་ནི་བུད་མེད་གཅེས་ལང་བཟང་པོ་ཞིག་ཡིན་པ་དྲུང་ཆེ་ཡི་མི་ཚང་མ་ཡིས་ཤེས་ཀྱི་རེད། ང་ནི་ཁྱེད་ཀྱི་དཔེ་འཇགས་དང་ཁྱེད་ལ་ལྟ་སྐྱོང་བྱེད་པའི་ལས་འགན་བྱས་པ་དེ་བདེན་པ་རེད། འོས་ཀྱང། ང་ལས་དཔེ་འཇགས་ཉི་ཤུའི་བཞིན་ཞིག་ཡོད། དེ་རིང་དགོངས་དག་དེ་ལ་གཉིད་ཁུགས་སོང་ནི་ཞོགས་ཀྱི་ང་རང་གི་པན་རྒྱ་རྩ་ཆེན་ནི་ཁོང་གི་ཆེད་ལ་ལྟ་རྟོག་བྱེད་ཀྱི་ཡོད་མེད་སྐད་ཆ་དྲི་གི་ཡིན། ཁོང་གི་ཆེད་ལ་ལྟ་རྟོག་བྱེད་པ་ཡིན་ན་ཡག་ཤོས་རེད་གལ་སྲིད་མ་བྱེད་པ་ཡིན་ན། ཡ་ཧོ་ཝཱ་གི་མཚན་ལ་དམ་བཅའ་བྱས་ནི་ང་མ་ཤི་བར་དུ་ངའི་ཆེད་ལ་ལྟ་རྟོག་བྱེད་ཀྱི་ཡིན་ད་ལྟ་དེ་ལ་གཉིད་ཁུགས་ཀྱི་མེད་པ་རེད། རུད་ཀྱིས་བོ་ཨཟ་སྐོམ་པ་ཉེ་འགྲམ་དུ་སྙིགས་ཁུ་བསྡད་པ་རེད། འོས་ཀྱང་མི་སུ་གཅིག་གིས་མ་མཐོང་བའི་ཆེད་དུ། རུད་ཤུགས་ཀྱིས་རྔ་བོ་ལོན་ནས་ཕྱིན་པ་རེད། རུད་ནི་དེ་ལ་ཡོང་ཡོད་པ་མི་སུ་གཅིག་གིས་ཀྱང་ཤེས་མེད། དེ་ནས་བོ་ཨཟ་གིས་རུད་ལ། ཆེས་ཆེས་སུ་བཀོད་པའི་རས་དེས་ས་ལ་སྐྲངས་ཞེས་སྨྲས་ནས་དེ་ལ་འབྲུ་རྒྱ་མ་ཉི་ཤུ་ཙམ་བླུགས་ནས་མོ་ལ་བསྐྱེད་པ་དང་མོ་དེ་ཕྱི་ནས་གྲོང་ཁྱེར་ལ་ལོག་ཕྱིན་པ་རེད། མོ་ནང་དུ་སླེབས་པ་དང་རྒྱུ་མོ་ཡིས་མོ་ལ་བུ་མོ་ལ་གང་བྱུང་སོང་ཞེས་སྐད་ཆ་དྲིས་པ་དང། དེ་ནས་པོ་ཨཱས་ཀྱིས་མོ་རང་ལ་གང་བྱས་པ་ཚང་མ་བཤད་པ་རེད། མོ་ཡིས་སྨྲས་པ། བོ་ཨཟ་གྱིས་ང་ལ་ལག་ཀྱང་བསླབ་པ་སྟོང་པ་མ་འགྲོ་ཞེས་ལག་ནས་འབྲུ་རེ་དེ་ཙམ་བཀུག་ཀྱང། དེ་ནས་ནའོ་མི་ཡིས་མོ་ལ། ཟས་གང་བྱས་ནས་དེ་ལ་བསྒུགས་ནས་བསྡད། དེ་རིང་ཉི་མ་མ་ནུས་སྔོན་དུ། བོ་ཨཟ་གིས་གནས་ཚུལ་དེ་ཚང་མ་ཐག་གཅོད་བྱེད་ཀྱི་རེད།